ཞོགས་པ་འདི་ལས། འོ་ལགས་སོ་བདག་ང་ཚོ་ཁ་སང་གི། ད་ཁ་སང་ཟེར་བ་བདག་དེའི་སྔོན་གྱི། མཚམས་དེ། རྩ་བའི་མཚམས་དེ་དེ་ཞུ་ཡིན། དེ་དེའི་བཀའ་ལ་ཡོད་རེད། ད་ལྟ་དེ། ཤེས་རབ་ཀྱི་ཕན་ཡོན་གསུངས་པའི་ཁ་ལ། རེ་བ་ཤེས་རབ་ཀྱི་ཕན་ཡོན་ད་ཤེས་རབ་ཟེར་དུས་ག་ལ་ང་ཚོ། ལེགས་ཉེས་འབྱེད་པའི་ཤེས་རབ་བྱེད་སྟངས་ང་ཚོ་བརྟག་པའི་རྔོན་པ་ཀུན་དུས་ན་ཤེས་རབ་ཀྱི་མཚན་ཉིད་ཁོ་རང་ག་རེ་ཤར་བ་ལ་ན་བརྟག་པའི་དངོས་པོ་ལ་དོན་རབ་ཏུ་འབྱེད་པའི་ཤེས་རབ་ཟེར་ད་ཅེས་ཕ་བསམ་བློ་བཏང་ནས། བསམ་བློ་བཏང་པའི་སྐབས་སུ་དེ་ཡག་པའི་ཕྱོགས་རེད་འདི་སྡུག་གི་ཕྱོགས་རེད་ཟེར་གྱི་ཡོད་རོ། དབྱེ་འབྱེད་བྱེད་པའི་བློ་དེ་ལ་ཤེས་རབ་ཟེར་གྱི་ཡོད་རེད་ད་དེ་འདྲའི་ཤེས་རབ་ཀྱི་སྤྱད་པ་བྱས་པ་ལ་བརྟེན་ནས་དེ་ནི་མཐར་ཡང་སྟོང་ཉིད་རྟོགས་པ་ཅིག་ཡོང། སྟོང་ཉིད་རྟོགས་པ་ལ་བརྟེན་ནས་དེ་ནི་མཐར་ཡང་དགྲ་བཅོམ་པའི་གོ་འཕང་ཐོབ་ཡ། དེ་ནས་མཐར། ཅེས་ཀྱི། ཐེག་པ་དམན་པའི་ངེས་འབྱུང་གི་བློ་ཟིན་པ་དང་དེ་འདྲ་གིས་བྱས་པས་ན། ད་དེ་འདྲ་གི་སྟོང་ཉིད་རྟོགས་ནས་ཐར་པའི་གོ་འཕང་ཐོབ་ཡ། ཟིན་བྲིས་བྱང་ཆུབ་སེམས་ཀྱིས་ཟིན་བྱས་ནས་སྟོང་ཉིད་བསྡུ་བའི་ཤེས་རབ་སྐྱེས་པས་ན་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་དེ་ཡང་ཡག་གི་རྩ་བ་འདྲ་བ་དེ་རྩི་ཤེས་རབ་རེད་ལབ་རོགས་ད་ཤེས་རབ་ཀྱི་ཕན་ཡོད་རེད་ནམ་རྒྱུན་ང་ཚོ་དེང་གི་ཤེས་ཡོད་རོགས་ཤེས་རབ་ཀྱི་བྱང་ཆུབ་ལ་དམིགས་ཟེར་ད་ཤེས་རབ་ཀྱི་ད་བྱང་ཆུབ་སེལ་དེ་འགོ་ཚུགས་ཡོད་རོགས་བྱང་ཆུབ་སེལ་དེ་ག་རེར་འདུག་སྐྱོན་ད་བྱང་ཆུབ་དེ་ཐོབ་པ་བྱེད་པ་ལ་སྒྲིབ་ཉེན་འདྲ་བ་སྐྱོན་ག་རེར་འདུག་སེལ་དུས་ག་ལ་ཕྱིན་ཅི་ལོག་ལོག་དེ་ཆགས་དེ་ཡོད་རེད་ད་བྱང་ཆུབ་ཉན་ཐོས་ཀྱི་བྱང་ཆུབ་ཡེ་ནས་འདྲ་འདུག་སངས་རྒྱས་ཀྱིས་ད་ཐིག་པ་ཆེན་པོ་བྱང་ཆུབ་ཡེ་ནས་དྲག་ཏུ་བྱང་ཆུབ་དེ་ཐོབ་པར་བྱེད་པ་ལ་ད་གེགས་དྲག་པོ་དེ་སུས་ཆིག་ཡོར་ཟེར་ན་ཕྱིན་ཅི་ལོག་བློ་དེ་རེད་དེ་རེད་ད་ཕྱིན་ཅི་ལོག་བློ་དེ་གིས་གཞན་ཡུལ་མེད་པར་རྟོགས་པའི་བློ་དེ་ཉིད་ཀྱིས་དེ་ནས་ཕྱིན་ཅི་ལོག་དེ་སྤངས་ཐུག་ཡོར་བ་དེ་ཡིན་དུས་ད་ཕྱིན་ཅི་ལོག་དེ་སྤངས་བའི་གེགས་བྲལ་བའི་ཡོན་ཏན་ཐོབ་བས་གིས་ད་གེགས་ཀྱི་རྒྱུ་དྲག་པོ་ཟེར་ནས་མི་འདོད། དེ་ག་རེད་ཟེར་ན་ཤེས་རབ་རེད། ཤེས་རབ། ཤེས་རབ་དེ་ཡང་ད་ཅི་ལྟར་ཤེས་རབ་མ་ཡིན་པ། གནས་ལུགས་རྟོགས་པའི་ཤེས་རབ། གནས་ལུགས། ང་ཚོའི་ཤེས་རབ་ལ་ཡང། ཀུན་རྫོབ་རྟོགས་པའི་ཤེས་རབ་དང་གནས་ལུགས་དོ་དམ་རྟོགས་པའི་ཤེས་རབ་དང་སེམས་ཅན་དོན་བྱེད་ཀྱི་ཤེས་རབ་བྱས་ནས། ཤེས་རབ་རྣམ་པ་གསུམ་བཞག་ཡོད་རོ། དེའི་ནང་ནས་ད་ལྟ་སྐབས་སུ་བབ་གནས་ལུགས་དོ་དམ་རྟོགས་པའི་ཤེས་རབ་དེ་གི་བོན་གསུངས་ཡོད་རོ། དེ་གི་རྩ་བ་དེ་ག་རེད་ཟེར་ན། སོ་སོ་སྐྱེ་བོ་རྣམས་ནི་རྟོག་པས་བཅིངས་སེ་ཁ་སང་འདི་ལྟ་ཁ་སང་གི་རྩ་བ་འདི་ལྟ་སོ་སོ་སྐྱེ་བོ་རྣམས་ནི་རྟོག་པས་བཅིངས། མི་རྟོག་རྣལ་འབྱོར་པ་ནི་གྲོགས་གྱུར་པ། རྟོགས་ན་ལོག་པར་གྱུར་པ་གང་ཡིན་དེ་རྣམ་པར་གཅོད་པའི་འབྲས་བུ་མཁས་ན་གཟུང་བསལ་བྱེད་ད་དེ་ཀའི་སོ་སོ་སྐྱེ་བོ་རྣམས་བདེན་པར་འཛིན་པའི་བདེན་འཛིན་གྱི་གཞན་དབང་དུ་སོང་བྱས་ནས་དེ་ནས་དེའི་དབང་གིས་འཁོར་བ་ལ་བཅིངས་འདི་ཀྱི་ཡོ་ད་འཁོར་བ་ལ་བཅིངས་བྱེད་འདྲ་བོ་དེ་རྩ་བ་འདྲ་བོ་དེ་མ་རིག་པ་གཏི་མུག་མ་རིག་པ་དེ་རེད། མི་རྟོག་རྣལ་འབྱོར་པ་ནི་གྲོགས་གྱུར་པ་སེ་དུས་ཀ་ལ་རྣལ་འབྱོར་པ། ད་ལྟའི་ཁའི་སྟོང་པ་གཉིས་ཀྱི་ག་ས་ད་ཕྱིན་ཅི་ལོག་ལོ་དེ་གཉིས་ཀྱི་འཛིན་སྟངས་དེ་མེད་པར་མངོན་སུམ་དུ་མཐོང་བས་ཀྱི་རྣལ་འབྱོར་པ་ད་སྟོང་པ་ཉིད་ལ་བར་མཉམ་པར་བཞག་དེ་ཉིད་ཀྱི་རྣལ་འབྱོར་པ་དེ་ཉིད་ཀྱིས་དེ་ནས་སྟོང་པ་ཉིད་དེ་མངོན་སུམ་དུ་མཐོང་ཡིན་དུས་དེ་ནས་འཁོར་བ་ལས་གྲོལ་གྱི་ཡོད་རེད་འཁོར་བ་ལས་གྲོལ་གྱི་ཡོད་རེད་དེ་ནས་རྟོགས་པ་ཕྱིན་ཅི་ལོག་དུས་ཚོད་ལས་འདས་ནས་མྱང་འདས་ཀྱི་གོ་འཕང་ཐོབ་ཀྱི་ཡོད་རེད་དེ་འདྲ་ཡིན་ཙང་དེ་ཐོབ་བས་ཀྱི་རྩ་བ་འདྲ་པོ་དེ་ག་རེ་ཟེར་ན་རྣམ་པར་དཔྱོད་པའི་འབྲས་བུ་མཁས་རྣམས་གསུངས་ཟིན་དུས་རྣམ་དཔྱོད་ཀྱི་འབྲས་བུ་ལ་བརྟེན་རྣམ་རྣམ་པར་དཔྱོད་པའི་ཤེས་རབ་དེ་ཀྱི་འབྲས་བུ་རེད་གསུངས་ཡ་ཅི་རེ་བ། ཡང་དག་ཏུ་བྱང་ཆུབ་ཀྱི་གོ་འཕང་ཐོབ་ཡ་དང་གནས་སྐབས་ཅི་གའི་ཉན་རང་གིས་བྱང་ཆུབ་ཐོབ་ཡ་དུ་ཆུ་རྩ་བ་མཐུག་ས་ལྟ་བུ་དེ་ཤེས་རབ་ཀྱིས་ཞེས་བྱ་ནི་ཡོངས་གྱུར་པ་ཡིན་ཏེ་ཤེས་རབ་ཀྱི་འབྲས་བུ་རེད་གསལ་བྱེད་རེད་བ། ད་དེ་ཡིན་དུས་ང་ཚོ་དེའི་ཁ་ཐུག་དེ་ལ་ཡ། ང་ཚོ། ང་ཚོ་ནམ་རྒྱུན་རྟག་པར་དོན་དེ་ཡ་གི་ཤེས་རབ་སྙིང་པོ་ཡོད་རེད་བ། ཤེས་རབ་སྙིང་པོ་རྣམས་ལ་ག་རེ་ཤར། ག་རེ་ཡོད་རེད་ཟེར་ན་སྟོང་ཉིད་རྟོགས་པའི་ཕན་ཡོན་གསལ་བྱེད་རེད་བ། སྟོང་ཉིད་རྟོགས་པའི་ཕན་ཡོན་དེ་ག་རེ་ཤར་བ་རེད་ཟེར་ན་འདི་ཤར་བ། སེམས་ལ་སྒྲིབ་པ་མེད་ཅིང་སྐྲག་པ་མེད་དེ་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ། ཟད་དོ། ད་ང་ཚོ་རྣམས་ཀྱི་སྐྱོ་གུ་ཡོར་ད་དེ་རྩ་བ་འདི་གི་གར་ཞིག་བོ་ལབ་ན་འཕགས་པ་སྤྱན་རས་གཟིགས་ཀྱི་རྗེ་བཙུན་འཕགས་པ་སྤྱན་རས་གཟིགས་ཀྱི་ཕྱག་ན་གར་ཚོགས་ད་དེ་ཤེས་རིག་བོ་ལ་གསུང་གི་ཡོར་རོ་སྟོང་ཉིད་རྟོགས་ན་ཕན་ཡོན་འདི་འདྲའི་འབྱོན་བ་རེད། སྟོང་ཉིད་རྟོགས་ན་ཕན་ཡོན་ག་རེ་ཡོད་ལབ་ན་སེམས་ལ་འབྲེལ་པ་མེད་ཅིང་གཟིགས་དུ་སྟོང་པ་ཉིད་རྟོགས་པ་ཡིན་དུས་ག་ལ་སེམས་ཀྱི་གནས་ལུགས་འདྲ་པོ་ཞིག་རྟོགས་ཀྱི་ཡོད་རེད་བ། སེམས་ལ་རྟོགས་ཡོང་དུས་འབྲེལ་པ་མེད་པ་ཟེར་དུས་འབྲེལ་པ་དེ་ག་རེད་ཟེར་ན་ཕྱིན་ཅི་ལོག་གི་ལྟ་བ་ལོག་པ་དེ་རེད་བ་ད་ལྟ་བ་ལོག་པ་དེའི་འཛིན་སྟངས་འགལ་བའི་གི་བློ་ཅིག་སྐྱེས་ཡོང་དུས་ག་ལ་ད་དེ་རེད་བསམ་པའི་བློ་དེ་ཡོང་མ་རེད་བ། ད་བདེན་པ་འཛིན་པའི་གི་བློ་ཕྱིན་ཅི་ལོག་དེ་ཡོང་ཞིང་མ་རེད་བ། སྒྲིབ་གཉེན་རང་གིས་གནས་ལུགས་མཐོང་བ་ལ་སྒྲིབ་གཉེན་གྱི་བློ་དེ། དེ་ནས་དེའི་གིས་འཛིན་སྣང་འགལ་བའི་བློ་དེ་སྐྱེས་ཡིན་དུས་ཀ་ལ་དེ་ཡོང་མ་རུང། རུང་བ་དང། སེམས་ལ་སྒྲིབ་པ་མེད་ཅིང། སེམས་ལ་སྒྲིབ་པ་མེད་ཟེར་དུས་ཀ་ལ། སེམས་ཀྱི་གནས་སྟངས་དེ་ཇི་མ་ཇི་བཞིན། མངོན་སུམ་དུ་མཐོང་ཡོང་དུས་ཀ་ལ། མཐོང་ཡོང་དུས་ཀ་ལ། དེ་ནས་སེམས་ལ་སྒྲིབ་བྱེད་ཀྱི་ཕྱིན་ཆད་ལ་བློ་དེ་ཡོང་གི་མ་རེད། སེམས་ལ་སྒྲིབ་པ་མེད་ཅིང་སྐྲག་པ་མེད་དེ་ཟེར་དུས་ད་སྟོང་པ་ཉིད་ཀྱི་དོན་རྟོགས་ཡོང་དུས་དེ་ནི་གང་ལས་ཡིན་ན་ཡང་ང་ཚོས་སྐྲག་པ་སྐྱེ་ཡག་དང་ཞིང་ནང་སྐྱེ་ཡག་དང་རྔམ་སྐྲག་དང་འཇིགས་སྣང་མང་པོ་ཡོང་ཡག་དེ་གཞིས་ཀྱི་གནས་སྟངས་མ་རྟོགས་ན་དོན་ཡོང་གི་ཡོད་རེད་བ་ད་ང་ཚོ་གནས་སྟངས་གཅིག་གི་གཞི་དེ་དང་དེ་གི་གནས་སྟངས་གང་ཡིན་པ་དེ་མ་རྟོགས་ཙང་ང་ཚོ་འཇིགས་སྣང་སྐྱེ་གི་ཡོད་རེད་བ། རེ་བ། འཇིགས་སྣང་སྐྱི་གཡའ་བདུད་རྩི་གང་བ། གཞི་ཡི་གནས་དང་དེ་མ་ཤི་བའི་དབང་པོའི་ཡིན་ཙང་ད་གནས་དང་འདྲ་བ་ཅན་གཞི་དེ་དང་དེ་གི་གནས་དང་པའི་གནས་ལོག་དེ་མངོན་སུམ་དུ་མཐོང་ཡོང་དུས་ག་ལ་དེ་ནས་སྐྲག་པ་མེད་པ་སེམས་ནང་ལས་འཇིགས་སྣང་མེད་པ་ད་དུང་ཡང་དཔེ་དེ་ཡང་འབྲས་བུ་འབྲས་བུ་ཡང་གོང་མ་གོང་མ་ཐོབ་ཡག་ལས་རྩོལ་བ་ལས་ཡག་གི་ད་ཤུགས་རྐྱེན་འདྲ་བོ་དེ་སྟོང་ཉིད་དུ་བའི་ཤེས་རབ་ཀྱི་ཆིག་རྡོ་འོ་འདི་འདྲའི་ཆིག་རྐྱོ་རེད་ཟེར་ལ་ད་སྟོང་ཉིད་དུ་བའི་ཤེས་རབ་ཀྱི་སེམས་ལ་སྒྲིབ་པ་མེད་ཅིང། སྐྲག་པ་མེད་ཅིང་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་སོ། དེ་འདྲ་བའི་སྟོང་ཉིད་རྟོགས་པའི་བློ་དེ་ཡོད་ན་ཕྱིན་ཅི་ལོག་རྟོག་པ་དེ་ལས་ཡོངས་སུ་འདས་ནས། དེ་ནས་མྱ་ངན་ལས་འདས་པའི་གོ་འཕང་ཐོབ་ཀྱི་རེད། རེད་བ། མྱ་ངན་ལས་འདས་པའི་གོ་འཕང་ཐོབ་ཀྱི་རེད། དེ་ནས་དུས་གསུམ་དུ་རྣམ་པར་ཤོག་པའི་སངས་རྒྱས་ཐམས་ཅད་ཀྱང་གཟིགས་སྟོ། དད་པའི་སངས་རྒྱས་ད་ལྟ་བའི་སངས་རྒྱས་མ་འོངས་པའི་སངས་རྒྱས་ཐམས་ཅད་ཀྱང་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཉམས་སུ་བླངས་ལ་བརྟེན་ནས་བྱང་ཆུབ་གྱི་གོ་འཕང་རྙེད་པ་རེད། རེད་བ། བྱང་ཆུབ་ཀྱི་གོ་འཕང་གཉིས་ཡར་གྱི་རྩ་བ་འདྲ་བོ་ཅི་ཡོད་མ་རེད། འཁོར་བ་བཅུའི་རྗེས་ཀྱི་རྩ་བ་འདྲ་བོ་དེ་སྟོང་ཉིད་འདུས་པའི་ཤེས་རབ་ཡིན་དུས་ག་ལ་དུས་གསུམ་སངས་རྒྱས། དུས་གསུམ་དུ་རྣམ་པར་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ལ་བརྟེན་ནས་མངོན་པར་རྫོགས་པར་སངས་རྒྱས་སུ་གཟིགས། ད་དེ་ཡན་ཆད་ཀྱི་རྩ་བ་དེའི་ནང་ལོགས་ལ་སྟོང་ཉིད་རྟོགས་པའི་ཕན་ཡོན་གསུངས་ཀྱི་ཡོད་རེད། དེས་འདི་ལྟར་ད་ལྟར་དབུ་མ་འཇུག་པའི་ནང་ལ་སྟོང་ཉིད་རྣམ་པ་བཅུ་པའི་འབྲས་བུ་ཁས་ན་གསུངས་གསུང་ཡང་དེ་དག་ཚིག་མི་འདྲ་མོ་འདུག་དེ་འདྲ་ལ་ཤེས་རབ་ཀྱི་འབྲས་བུ་རེད་གསལ་བྱེད་རེད་རོ། ཤེས་རབ་དེ་ཡང་གནས་ལུགས་དོ་དོང་སྟོན་པའི་ཤེས་རབ་ཀྱི་འབྲས་བུ་རེད་ཟེར་ད་དེ་ཁ་སང་གི་མཚམས་དེར་ད་ལྟ་དེ་རེད་འདི་ནི་མ་རེད། བསྟན་བཅོས་ལས་རྗེ་བཙུན་ལ་ཆགས་པའི་ཕྱིར་མ་བཙལ་རྣམ་གྲོལ་ཕྱིར་ནི་འདི་ཉིད་བདེན། གལ་ཏེ་དེ་ཉིད་རྣམ་པར་ཤེས་པ་ན་གཞན་ཞུན་འཇིག་པར་གྱུར་ན་ཉེས་པ་མེད་ཟེར་གྱི་རྩ་བ་དེ་རེད། ད་དེ་གར་གསུངས་བར་ཟེར་ན། ད་ལྟ་དེ་ང་རང་སོ། མགོན་པོ་ཀླུ་སྒྲུབ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་དབུ་མའི་གཞུང་མངོན་པའི་མདོ། ཤེར་ཕྱིན་གྱི་མདོ་གསུངས་ཡོད་རེད་པ། དེའི་གི་དགོངས་འགྲེལ་མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱིས་ད་མགོན་པོ་ཀླུ་སྒྲུབ་དང་ཨ་ཡེ་ཏི་བ་དང་དུས་ཚོད་ཀྱིས། འོ་ད་དབུ་མའི་གཞུང་བདག་མེད་པར་སྟོན་པའི་གཞུང་དེ་མང་པོ་ཞིག་གསུངས་ཡོད་རེད་བ། དེ་གསུང་ཡ་དེ་རྒྱུ་མཚན་ག་རེ་རེད་ལ་ན། བསྟན་བཅོས་ལས་བྱེད་ཚུལ་ལ་ཆགས་པའི་ཆ་རེད་ཟེར་འདུག་ག་ལ་དེ་འདྲའི་གི་དབུ་མའི་བསྟན་བཅོས་མཛད་ཡ་དེ་རང་གི་གཞུང་ལ་ཡ་ཆགས་གཞན་གྱི་ཕྱོགས་ལ་སྡང་བའི་ཆེད་དུ་བསྟན་བཅོས་དེ་མཛད་ཡོད་མ་རེད། རེ་བ། བསྟན་བཅོས་མཛད་སྒོའི་རྒྱུ་མཚན་དེ་བསྟན་བཅོས་ལས་བྱེད་གཙོ་ལ་ཆགས་པའི་ཕྱིར། ད་ཅེ་ཀའི་རྩོད་པ་ལ་ཆགས་ནས་རེ་བ། ངེད་ཀྱི་གཞུང་ལུགས་འདི་རེད་ཁོའི་གཞུང་ལུགས་འདི་རེད་ངའི་གཞུང་ལུགས་ཡང་དག་པ་ཡིན་ཁོའི་གཞུང་ལུགས་ཡང་དག་པ་མ་རེད་བྱས་ནས་རྩོད་པ་བརྒྱབ་ནས་རེ་བ། རྩོད་པ། སྐུ་ཡག་གི་ཆེད་དུ་བསྟན་བཅོས་མཛད་ཡོད་རེད་བསམ་མཛད་ཡོད་མ་རེད། རེ་བ། རེ་བ་ང་ཚོས་བསྟན་བཅོས་ནང་པའི་གི་དབུ་མའི་གཞུང་མཛད་དགོས་ཡས་དེ། ཅི། འདོད་ཆགས་སོ། དེ་དང་དེ་གི་རྗེས་འཇུག་སོ། ཅེས་ཀྱི་རྩོད་པ་བརྒྱ་ཡན་ནས་རེ་བ་འཕངས་ཕན་ཚུན་ཤགས་ཀྱིས་ཡར་བརྩམས་ཀྱི་ད་ཅེས་ཀྱི་བསྟན་བཅོས་མཛད་བྱ་བ་དེ་འདྲ་མ་རེད་མ་མཛད། རྣམ་གྲངས་ཕྱེ་ནས་འདི་གཉིས་བསྟན་ཟེར་དུས་ག་ལ་འདོད་ཆགས་སེམས་ཅན་དེ་ཚོ་ད་རྒྱུད་ལ་ཡང་ག་རེ་རེད་ཟེར་ན་ཉོན་མོངས་དུག་གསུམ་ཡོད་རེད་ཉོན་མོངས་དུག་གསུམ་གྱི་རྩ་བ་དེའི་རྩ་བ་ནང་ལ་རྩ་བ་ག་རེ་ཟང་གཏི་མུག་བདེན་པ་འཛིན་པའི་བདེན་འཛིན་རེད་རྟགས་བདེན་པ་བདེན་པ་འཛིན་པའི་བདེན་འཛིན་དེ་བག་ཞི་བར་བྱེད་ཡག་གི་ཆེད་དུ་དབུ་མའི་གཞུང་གི་སྟོན་ཞེས་པ་ཅིག་རེད་དབུ་མའི་གཞུང་བཙལ་ཞེས་པ་རེད་རེད་བ་མགོན་པོ་ཀླུ་སྒྲུབ་ཡབ་སྲས་ནས་མ་གསུངས་དེ་དབུ་མའི་གཞུང་བཙལ་དགོས་བའི་རྒྱུ་མཚན་དེ་གདུལ་བྱ་འདི་དང་འདི་བདེ་བ་འདུལ་བ་སྡུག་བསྔལ་མི་འདུལ་བ་ཡིན་དུས་བདེ་བའི་རྒྱུ་དེ་ག་རེ་སུ་འདུག་སྡུག་བསྔལ་གྱི་རྒྱུ་དེ་ག་རེ་འདུག་དེ་ཚོ་དབྱེ་འབྱེད་བྱས་ནས་སྡུག་བསྔལ་གྱི་རྒྱུ་དེ་རྩ་བ་མ་རེག་པ་རེད་ཤག་བདེ་བའི་རྒྱུ་དེ་དེ་ཡི་ཕྱིན་ཅི་ལོག་རྟོག་ཕྱིན་ཅི་མ་ལོག་པ་དེ་ཡི་རྩ་བ་འདྲ་བོ་དེ་ཕྱིན་ཅི་ལོག་དེ་གི་གན་ད་དེ་གི་ཞེན་ཡུལ་མེད་པར་རྟོགས་པའི་བློ་དེ་ད་དེ་བའི་རྒྱུ་ཆགས་དེ་བཞག་ཟེར་བ་དེ་བའི་རྒྱུ་ཆགས་དེ་བཞག་དེ་འདྲའི་ཡིན་ཙང་ད་སེམས་ཅན་འདི་དང་འདི་ལ་ཡང་བདེ་བ་ཐོབ་པའི་གི་ཐག་པའི་ཆེད་དུ་དེ་ནས་བསྟན་བཅོས་དེ་མཛད་ནས་གདུལ་བྱ་དེ་དེ་ལ་ཡང་བསྟན་བཅོས་དེ་ལ་སློབ་སྦྱོང་བྱེད་ཡག་གི་ཆེད་དུ་དེ་ནས་བསྟན་བཅོས་མཛད་པ་རེད་ཟེར་བ་རེ་བ་དང་རང་ཉིད། གར་སོང་ད་གདུལ་བྱ་འདི་དང་འདི། གཅིག་གིས་ཐར་པའི་གོ་འཕང་ལ་ཡང་འགོད་ཡག་གི་ཆེད་དུ་དེ་ནས་གདན་ཞུ་མཛད་ཞེས་པ་ཅིག་མ་འདོད་པས་གཅིག་གིས་དུས་མེད་ཀྱི་རྩོད་པ་བསྐུལ་ཡག་ཆེད་དུ་མཛད་ཞེས་པ་མ་རེད། བསྟན་བཅོས་ལས་འཆད་ཚུལ་ལ་ཆགས་པའི་ཕྱིར་མ་བཙལ་རྣམ་གྲོལ་ཆེ་ནི་འདི་ཉིད་དེ་སྲིད་དུ། མ་བཙལ་རྣམ་གྲོལ་ཆེ་ནི་འདི་ཉིད་དེ། བྱས་ཙང་རྗེ་རིན་པོ་ཆེ་གིས་ཡང་རྟེན་འབྲེལ་བསྡུས་པའི་ནང་གར་སོང་ཟེར་ན་བཅོམ་ལྡན་འདས་ཀྱིས་ཆོས་གསུང་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་རྩོད་པ་རྩོད་ཡག་ཆེད་དུ་གསུངས་མ་ཡིན་པ། བཅོམ་ལྡན་འདས་ཁོ་རང་གི་བརྙེས་པའི་གི་གོ་འཕང་ལས་བསྐུལ་བ་གི་ཕྱིར་དུ་དེ་ནས་རིམ་པ་མང་པོ་བརྒྱུད་ནས་གསུང་བྱ་བ་ཕྱིར་མ་གཏོགས་རྩོད་པ་དང་ཅིག་གིས་བཅོམ་ལྡན་འདས་ཁོ་རང་ལ་ཡང་བསྙེན་བཀུར་དང་དེ་འདྲའི་གི་ཆེད་དུ་མ་རེད་བྱས་ནས་རྟེན་འབྲེལ་བསྟུད་པས་ན་ཡོ་བ་ཁྱོད་ཀྱིས་ཇི་སྙེད་བཀའ་སྩལ་པོ་རྟེན་འབྲེལ་ཉིད་ལས་བརྩམས་ཏེ་འཇུག། རྟེན་འབྲེལ་ཉིད་ལས་བརྩམས་ཏེ་འཇུག་དེ་ཡང་མྱ་ངན་འདའ་བྱས་ཏེ་ཞི་ཁྱོད་མི་བཟད་ཁྱོད་ལ་མི་གསུང་དོ། བཅོམ་ལྡན་འདས་ཁྱོད་རང་གིས་ཆོས་གསུང་ངེས་ཏེ་གདུལ་བྱ་ཡང་ཐར་པའི་ལམ་ཁྲིད་ཡ་གི་ཆེད་དུ་རིམ་པ་སྒོ་མང་པོ་བརྒྱུད་ནས་འགྲོ་དགོས་ཡ་རྟེན་འབྱུང་གི་རིགས་པ་གསུང་ངོ་ལ་བརྟེན་ནས་དེ་ནས་ཡང་རིམ་པ་མང་པོ་ཕྱིན་ད་ཆུ་འགོ་རིམ་པ་ཡིན་ན་ཆ་ཤས་ན་ཆུ་འགོ་རིམ་པ་གསུམ་བསྐོ་དེ་འདྲའི་རེ་བ་དེ་འདྲའི་བསྐོ་དགོས་ཡ་རྒྱུ་མཚན་དེ་ག་རེ་ཟེར་ན་དགོངས་པ་དེ་ཁྱེད་རང་གི་གཉིས་པའི་གོ་འཕང་ལ་དགོས་ཡ་ཁོ་ན་མ་གཏོགས་གཞན་ཡོང་མ་རེད་རེ་བ་རྩོད་པ་རྩོད་ཡ་ཆེད་དུ་གསུང་ཡོང་མ་རེད་རེ་བ་མུ་སྟེགས་པའི་རྩོམ་པ་དང། ནང་པའི་སྟོན་པའི་གེགས་ཁྱད་པར་སྟོན་ཡ་དང། ནང་པའི་བསྟན་པ་དང་ཕྱི་རོལ་པའི་བསྟན་པ་ལ་ཕ་རྩོལ་བ་རྒྱག་ཡ་ཆེད་དུ་གསུང་བཤད་པ་ཅིག་མ་རེད། རང་ཉིད་ཀྱི་རྙེད་པའི་གོ་འཕང་ལ་འགོད་ཡ་གི་ཆེད་དུ་གསུང་བཤད་པ་ཅིག་དག་རེད་ཟེར་དུས་ག་ལ། དཔེ་དེ་ནང་བཞིན་བྱས་ནས། བདག་སློབ་བུ་བློ་གྲོས་ཡབ་སྲས་ཀྱི་བསྟན་བཅོས་མཛད་དགོས་བས་དེ་གདུལ་བྱ་འདི་དང་འདི་ལ་ཡང་ཐར་པའི་ལམ་དགོས་ཡ་གི་ཆེད་དུ་དེ་ནས་ཐར་པའི་ལམ་ངོ་སྤྲོད་བྱེད་ཡ་གི་ཆེད་དུ་མཛད་ཞེས་པ་ཅིག་རེད་མ་འདོད་པས། རང་ཕྱོགས་གཞན་ཕྱོགས་ཕམ་ཡ་གི་ཆེད་དུ་རང་རྒྱལ་ཁ་ཐུབ་པའི་གཞན་བྱེད་ཀྱི་རྩོད་པ་གར་སོགས་ལྟ་ཚོད་པ་བཀོད་ནས་གཞན་ཕམ་པ་དང་རང་དགེ་བ་བྱེད་ཡག་གི་ཆེད་དུ་མཛད་བཞིན་པ་མ་རེད། ཡིན་ན་ཡང་ཟེར་བ། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་ཆེད་དུ་མཛད་པ་རེད་ཅེས་ཡིན་ན་ཡང། དེ་ཡི་བསྟན་བཅོས་དེ་ལ་བལྟས་ནས་དེ་ནས་ཅིག་གིས་ཕྱིན་ཅི་ལོག་གི་གཞན་གྱི་གཞུང་རེད་བ། མངོན་འདོད་སྒྲུབ་ཡག་གི་ཐབས་མ་སྟོན། ཐར་པ་ཐམས་ཅད་མཁྱེན་པའི་དགེ་ལུགས་སྒྲུབ་ཡག་གི་ཐབས་མ་སྟོན་གཉིས་ཀྱིས་རྩོད་པ་བསྐུལ་ཡག་གི་ཆེད་དུ་བཟུང་ཞེན་འཇོག་གི་ཕྱི་རོལ་བ་མུ་སྟེགས་པའི་གཞུང་མང་པོ་ཡོད་རེད་བ། ཕྱི་རོལ་བའི་གི་གཞུང་དང་རྦད་དེ་རྩོད་པ་ཁོ་རང་གི་ཁོངས་ནས་མ་གཏོགས་དཔག་ཡས་གཞིས་ཀྱི་གནས་སྟངས་ཇི་མ་ཇི་བཞིན་སྟོན་མེད་བ་རྩོད་པ་དགོས་བཞག་ཅིག་ཡོད་མ་རེད་ད་ང་ཚོའི་ཁ་སང་ཚེ་མ་རྣམ་འདྲེ་འགྲོ་སོང་ཚེ་མ་རྣམ་འདྲེ་ནང་ཅིག་མོ་དེབ་ཀྱི་ལྟ་བ་བསྡུས་དང་ཁེངས་ས་དེ་འདྲ་འདུག་བ་འོ་ད་དེ་འདྲ་བྱས་ནས་རྩོད་པ་དགོས་ཡག་རང་གི་ཆེད་དུ་ཁོ་རང་སོ་གཞུང་ལུགས་མཛད་ཀྱི་ཡོད་རེད་བ། རེད་མ་གཏོགས་ཐར་པ་འདོད་པའི་ཆེད་དུ་ཡང་རྩལ་ཡོད་མ་རེད་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་ཆེད་དུ་ཡང་རྩལ་ཡོད་མ་རེད། རེད་བ། རྩོལ་བས་གིས་ངང་བསྐུལ་བྱས་པའི་ཟུར་གྱིས་བསྡུ་བ། དེ་འདྲས་ཡིན་དུས་ག་ལ། ད་ལྟ་མགོན་པོ་བློ་གྲོས་ཀྱིས་བློ་གྲོས་ཡབ་སྲས་དང། དེ་འདྲས་ཀྱིས་བསྟན་བཅོས་དབུ་མའི་གཞུང་མཛད་བྱ་བ་དེ། དེས་ཀྱི་གཞུང་དེ་ལ་བརྟེན་ནས། དེ་ནས་ཅིག་གིས། ཕྱི་རོལ་པའི་གཞུང། རེད་བ། གཞན། གཞན་གྱི་གཞུང་ཕྱི་རོལ་པའི་གཞུང་དུ་ཚུད་པ། འཇིག་པའམ། དེ་ལ་ཡང་གནོད་པ་ཡིན་ན་ཡང་ཉེས་པ་མེད་ཟེར་ལ་རེད། རེ་བ་ཀུན་སློང་དེ་ག་རེ་བྱས་ནས་སྲུང་གི་ཡོད་རེད་ཟེར་ན་གདུལ་བྱ་འདི་དང་འདི་ཐམས་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་ཆེད་དུ་སྲུང་ཞེས་པ་རེད། ཀུན་སློང་དེའི་ཐོག་ནས་བསྟན་བཅོས་མཛད་ཞེས་པ་འདི་གཉིས་ཀྱི་ཕྱིར་བའི་གཞུང་དང་ནི་རང་བདེན་གྲུབ་མཐའ་འོག་མའི་གཞུང་དེ་ཚོར་གནོད་པ་ཡིན་ན་ཉེས་པ་མེད་གསུངས་དང། ཀུན་སློང་རེ་བ་ཀུན་སློང་རྣམ་པར་དག་པ་ཅིག་ཡོད་ན་ང་ཚོས་ཁ་སང་སྔོན་མ་ཞུས་ཡོད་པ། ལུས་ཀྱི་ཀུན་སློང་དང་ག་ས་ལུས་ཀྱི་ཉེས་པ་དང་ངག་གི་ཉེས་པ་ཡོང་དང་མ་ཡོང་གསལ་ཏེ་ཀུན་སློང་གི་ཐོག་ནས་ཡོང་གི་ཡོད་རེད་བ། ཀུན་སློང་དོར་ནས་འགོག་རོགས། ངག་གི་ཉེས་པ་ཡོང་དང་མ་ཡོང་ཟེར་ཡ་དེ་ཀུན་སློང་ལ་རག་ལས་པ་རེད། ལུས་ཀྱི་ཉེས་པ་ཡོང་དང་མ་ཡོང་ཟེར་ནས་ཀུན་སློང་ལ་རག་ལས་རོགས། ཀུན་སློང་ལ་རག་ལས་པ་ཡིན་དུས་ཀུན་སློང་ཡག་པོ་ཅིག་ཡོད་པ་ཡིན་དུས་དེ་འདྲས་ཀྱི་གཞུང་དེ་ལ་བརྟེན་ནས་གཞན་གྱི་གཞུང་དཔེ་དེ་ཕམ་པར་བྱེད་པ་དང་དཔེ་དེ་གཅིག་གིས་ཕ། མེད་པར་ཆགས་པ་ཡིན་ན་ཡང་ཉེས་པ་མེད། རེད་བ། གཞན་གཞུང་གཅིག་པར་ཞུ་ན་ཉེས་པ་མེད། རེད་བ། ད་ཕ་རོག་པོ་ལ་ཡང་ངེད་ཀྱི་བསྟན་བཅོས་ཁུག་བསྟན་བཅོས་བྱས་ནས་དེ་འབྲེལ་གྱི་ཆགས་སྡང་ངང་དུ་རྩོད་པ་ཆགས་སྡང་ངང་ནས་ཤིག་ཤེས་བས་ན་དེ་ནས་ཕ་རོག་པོའི་གཞུང་འདི་ལ་ཡང་རིགས་པས་གོ་ཐོག་ནས་ཚགས་བཅད་བས་ན་ཉེས་པ་རེད་དེ་རེད་རེད་བ། ཉེས་པས་ཉེས་པ་ཆགས་ཡོད་རེད་བ་ཆགས་པ་རེད་བ་ཞེ་སྡང་རེད་བ་ཞེ་སྡང་སྐོར་ནས་རིགས་པས་ཚགས་བཅད་བས་ན་ཉེས་པ་རེད། ཞེ་སྡང་མེད་པར་བྱས། སེམས་ཅན་འདི་དང་འདི་ཐར་པ་ཐམས་ཅད་མཁྱེན་པའི་ལམ་ལ་བཀྲི་ཡག་གི་ཆེད་དུ་ལམ་ལོག་པ་སྟོན་ཞེས་པའི་གཞུང་འདི་སུ་ཕ་དེ་འདྲས་མ་ཡིན་པ་རིགས་པས་ཐོག་ནས་ཚགས་བྱས་ན་ཉེས་པ་ཡོད་མ་རེད་རེ་བ། རེ་བ། དེ་ཡིན་དུས་སྐུ་བདེ་གསུང་དགོས་པར་རྩ་བ་འདི། དེ་ནས་དེའི་ཞུ་བ་ལ་ཡང། རང་གི་རྟགས་ལ་ཆ་དང་དེ་ཤེས་འདོད་བཞིན་གྱི་རྟགས་ལ་འཁྲུལ་གང་རྟོགས་པ་ཉིད་དེ་ཤེས་འདོད་ཆ་ཀུན་འགྲོ་རྣམ་གསལ་ཏེ་རྣམ་གཅོད་པ་ཡི་མྱུ་གུ་འཕྲོ་བར་གྱུར་ཟེར་ད། རྣམ་གཅོད་པ་ཡི་མྱུ་གུ་འཕྲོ་བར་གྱུར་ཟེར་དུས་ཀུན་ལ་རྣམ་གཅོད་ཡོད་ན་རྣམ་པར་གཅོད་པ་ཟེར་གྱི་རྣམ་གཅོད་ཀྱི་ཤེས་རབ་དང་ལྡན་པ་ཡིན་ན།

རེད་བ། ཕྱི་རོལ་པའི་གཞུང་ནས་བཤད་པའི་གི་ད་བསྟན་བཅོས་དུས་ཚོད་ཀྱི་བརྗོད་བྱ་འདྲ་པོ་དེ་རིག་པའི་གནོད་པ་ཡོད་ནི་བར་དོ་མ་དོ་ཆགས་སྡང་གིས་ཀུན་ནས་བསླངས་ནས་ཅིག་དོགས་ལེན་བྱས་ཏེ་བྱེད་ཀྱི་ཡོད་མ་རེད། དེ་བར་སད་དགོས་རེད་ཆགས་སྡང་བློ་སད་དགོས་ཀྱི་ཡོད་རེད། རེད་བ། ཆགས་སྡང་བློ་མ་སད་པ་ཡིན་ན་ངེད་ཀྱི་བསྟན་བཅོས་ཡག་པོ་ཡིན་ཁོང་བསྟན་བཅོས་ཡག་པོ་མ་རེད་བྱས་ནས་སྡང་བ་བྱས་ཏེ་བས་ན་དེའི་དབང་གིས་ཉོན་མོངས་དུག་གསུམ་ཟག་བྱེད་འདས་ཐར་བ་ཐམས་ཅད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་རྒྱུའི་ཕ་ཤ་ན་འཁོར་བ་འཆིང་ཡ་གི་ཕྱག་དྲུག་དུ་བ་འཁོར་བ་འཆིང་ཡ་གི་ད་བར་བ་བསྟན་བཅོས་རྣམ་པར་དག་པ་ཅིག་ཡིན་པ་ཡིན་ན་གང་ཟག་སོ་སོ་གི་བསམ་བློ་བཏང་སྟངས་ཡག་པོ་ཅིག་མེད་པ་ཡིན་ན་དེ་ནས་བསྟན་བཅོས་དེ་རྐྱེན་བྱས་ནས་སོ་སོ་ཉེས་པ་བསལ་ཡ་གི་རྐྱེན་འདྲ་པོ་ཆགས་ཀྱི་ཡོད་པ་ཡིན་དུས་ག་ལ་རྣམ་དཔྱོད་དང་ལྡན་པའི་ཐོག་ནས་ཟེར་བ་རྣམ་དཔྱོད་པ་ནི་མྱུར་དུ་གྲོལ་བར་འགྱུར་སོ་རྣམ་དཔྱོད་ཀྱི་ཤེས་རབ་ལེགས་ཉེས་དཔྱད་པའི་ཤེས་རབ་ཡག་པོ་ཅིག་ཡོད་པ་ཡིན་ན་དེ་ནས་རང་གི་ཕྱོགས་གཞན་གྱི་ཕྱོགས་ཟད་དེ་ཆགས་སྡང་གི་བློ་མི་འཆི་ཡ། རེ་བ། ཆགས་སྡང་བློ་མི་ཕྱེད་པའི་ཐོག་ནས། དེ་ནས་གར་སོང་རེ་ད་རང་གི་ཕྱོགས། སངས་རྒྱས་བཅོམ་ལྡན་འདས་དང་མགོན་པོ་བློ་གྲོས་ཡབ་སྲས་ཀྱི་བསྟན་བཤད་པ་དུས་སུ་རིག་པས་ཀྱི་ནུས་པ་མེད་པ་གཞུང་དུས་སུ་ཡག་པོ་ཞིག་མཐོང། དེ་ནས་ཕྱི་རོལ་པའི་གཞུང་དུས་སུ་རིག་པས་གནོད་གི་ཡོད་པ་མཐོང་ནས་དེ་གཉིས་བར་གཅིག་དོ་ལན་བྱེད་ཆོག་གི་ཡོད་རེད་རིག་པས་རིག་པས་གནོད་གི་ཡོད་ན་དོར་ཆོག་གི་ཡོད་རེད་རེ་བ། རིག་པས་གནོད་པ་ཡོད་ན་དོར་ཆོག་རིག་པས་གནོད་པ་མེད་ན་དེ་ཉམས་སུ་བླང་ཆོག་གི་ཡོད་རེ་བ་འོ་དེ་འདྲའི་བྱེད་སྒོ་ལ་མ་གཏོགས་རང་གི་བསྟན་བཅོས་ལ་ཆགས་གཞན་གྱི་བསྟན་བཅོས་ལ། འཁྲུག་པ་བྱས་ཏེ་བས་ན་དང། ཉེས་པ་བསགས་ཡོད་རེད། དེ་འདྲ་ཡིན་ཙང། རྣམ་དཔྱོད་པ་ཡང་མྱུར་དུ་གྲོལ་བར་འགྱུར་ཟེར་དུས་རྣམ་དཔྱོད་དང་ལྡན་པ་དེ་གཉིས་ཀྱིས་དེ་ནི་ཆགས་སྡང་ཀློག་དུས་སུ་བག་བསལ་ནས་དེ་ནས་ཞེས་ནས། མྱུར་དུ། ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ་ཀྱི་རེད། རེ་བ། རེ་བ་དང་རྣམ་དཔྱོད་ཡོད་པ་ལ་བརྟེན་ནས་དེ་ནས་ཐར་ལ་ཡག། ད་ལྟ་འདི་སྔོན་ལ་ཡང་རྣམ་པར་དཔྱོད་པའི་འབྲས་བུ་ཁས་ནང་སོ་རྣམ་དཔྱོད་ཀྱི་ཤེས་རབ་ཡོད་ན་དེ་ནས་ཐར་ལ་ཡག། དེ་ཡོང་གི་རེ་བ། ཆོས་དེ་དང་དེ་གའི་སངས་རྒྱས་ཀྱི་གསུང་བཤད་པའི་གནས་ལུགས་ག་རེ་ཡིན་པ་གནས་ལུགས་མཐའ་ཐུག་དེ་གཉིས་ཐོབ་ཀྱི་རེད་བ་མི་བདག་སྡུག་བསྔལ་ལྟུང་བ་བདག་མི་ཟད་ཀྱི་གནས་ལུགས་དེ་ཚོ་གཉིས་ཡིན་དུས་དེ་གཉིས་པ་ཡིན་ན་ཉོན་དུས་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ་ཀྱི་རེད་བ་ད་ང་ཚོས་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཡང་ཐག་རིང་པོ་ཆགས་ཡ་དེ། ལྟ་བས་ཀྱི་ལྟ་བ་དེ་མ་གཉིས་ཙམ་ཆགས་ཀྱི་ཡོད་རེད་བ། ངས་ཁ་སང་ཞུས་ཡོད་པ་ལྟ་བ་དེ་དང་ངེས་འབྱུང་གི་བློ་དང་བྱང་ཆུབ་ཀྱི་སེམས་དེ་མ་སྐྱེས་པའི་རིང་དེ་ལ་འཁོར་བ་ཐག་རིང་པོ་ཞིབ་ཆགས་དེ་ཡལ་ཕྱིར། སྟོང་ཉིད་རྟོགས་བྱང་ཆུབ་ཀྱི་སེམས་ཀྱིས་ངེས་འབྱུང་གི་བློ་སྐྱེས་དེ་བས་ན་དེས་ལམ་གསུམ་པོ་དེ་ལྟ་ཅིག་གིས་ལམ་ལམ་གྱི་གཙོ་བོ་རྣམ་པ་གསུམ་པོ་དེ་ལ་བརྟེན་ནས་དེ་ནི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཟད་དེ་ཉེ་བོ་ཆགས་དྲུག་ཡོད་རེ་མྱུར་དུ་གྲོལ་བར་འགྱུར་ཟེར་དེ་རེད་རེ་བ། རྣམ་གཅོད་པ་ཡི་མྱུར་དུ་གྲོལ་བར་འགྱུར། དེ་འདྲའི་ཡེ་ཙཱ་དག། དེ་ཡི་རེ་བ། རང་གི་བསྟན་བཅོས་གཞན་གྱི་བསྟན་བཅོས་ཟད་ཀྱི་དེ་གར་སོགས་རེད། ཕྱོགས་ལྷུང་མ་བྱེད་གསུང་དགོས་རོ། ཕྱོགས་ལྷུང་མ་བྱེད་བ། བསྟན་བཅོས་དེ་ཉིད་གཉིས། བགར་ཟེར་བ་དང་བཅས་པ་ཕྱི་ཟེར་བཞི་གཉིས་བྱས། རང་གི་བསྟན་བཅོས་སྲིད་དུ་སངས་རྒྱས་པའི་གཞུང་བྱས། གཞན་གྱི་བསྟན་བཅོས་ཕྱི་རོལ་མུ་སྟེགས་པའི་བསྟན་བཅོས་བྱས་འོ་དུས་ཚོད་ལ་བག་རིག་པས་འགལ། བརྟག་དཔྱད་བྱེད་དགོས་ཡ་དེ་གལ་ཆེན་པོ་རེད་དོ། དེ་འདྲ་ཡིན་ཙང་ད་ལྟ་དེ། གར་ས་མགོན་པོ་གར་ས་དེ། ལྷ་ལས་ཕོ་ཆུང་གི་བསྟོད་པ་ཟེར་བྱོས་རེད། མགོན་པོ་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་པ་བྱོས་རེད། བསྟོད་པ་དེ་ལྷ་ལས་ཕོ་ཆུང་གི་བསྟོད་པ་མཛད་ཉན་དེ་སློབ་དཔོན་བདེ་བྱེད་བདག་པོ་རེད། སློབ་དཔོན་བདེ་བྱེད་བདག་པོ་གིས་གསུངས་ཀྱི་ཡོད་རེད་ད་བཅོམ་ལྡན་འདས་ལ་བསྟོད་པ་ཕུལ་ཡ་དེ་ག་རེད་ཟེར་ན། བདག་ལ་བདག་ནི་སངས་རྒྱས་མཆོག་མི་འཛིན་སེར་སྐྱ་ལ་སོགས་མི་སྡང་ཡང་གང་དག་རེག་པ་ལྡན་པའི་ཚེ་དེ་ཉིད་སྟོན་པ་ཡོངས་སུ་འཛིན་ཟེར་བྱས། བྱས་ཙང་དང་པོ་དེ་དེ་རེད་ད། སློབ་དཔོན་ཐོ་བཟོའི་སྒྲུབ་བྱེད་ཟེར་ཡ་དེ་དང་པོ་ཕྱི་རོལ་བའི་མུ་སྟེགས་པ་ཅིག་རེད་དོ། མུ་སྟེགས་པའི་སྟོན་པ་གྲས་ཅིག་རེད་དོ། འོ་ཁོང་གིས་ག་རེ་གསུངས་ན། བདག་ནི་སངས་རྒྱས་ཆོག་མིན་འཛིན། ང་སངས་རྒྱས་བས་ཏེ་ཆོག་ཤེས་བྱས་ནས། བས་ཏེ་ཕྱོགས་ལྷུང་བྱས་ནས་སངས་རྒྱས་ཡག་པོ་རེད་ལབ་ཀྱི་མིན། དེ་ནས་ས་སྐྱ་ལ་སོགས་མི་དང་ཡང་ཟེར་དུས། དྲང་སྲོང་གི་སྟོན་པ་ད་དྲང་སེ་ཟེར། ས་སྐྱ་བའི་སྟོན་པ་ད་དྲང་སྲོང། དྲང་སྲོང་ས་སྐྱ་བ་ལ་སོགས་པ་དེ་ཚོ་ལ་ཡང། འཁྲུག་པ་བྱེད་ཀྱི་མིན་ཟེར། རྦད་དེ་ས་སྐྱའི་ལག་སོགས་ལ་ཡང་ཁོང་ཁྲོ་བྱེད་ཀྱི་མེད། འོ་ད་རྒྱལ་བ་ཤེས་བྱ་ཐུབ་པ་ཁྱེད་རང་ལ་ཡག་རྦད་དེ་ཡག་པོ་རེ་བྱས་ན་ང་ཁྱེད་རང་ལ་ཆགས་དགོས་ཡ་མི་འདུག་ད་ག་རེ་རེད་ཟེར་ན། གང་དག་རེག་པ་ལྡན་པའི་རྩལ་གྱིས་ནི་འདི་ཉིད་སྟོན་པ་ཡོངས་སུ་འཛིན་ཟེར་དུས་ང་ལ་ཡང་རེག་པ་དང་ལྡན་པའི་གི་ལམ་སྟོན་མཁན་སུ་ཡིན་ན་ཡང་ངས་སྟོན་པ་འཛིན་གྱི་ཡིན། རེ་བ། ངས་སྟོན་པ། ལམ། ཕྱིན་ཆད་མ་ལོག་པར་སྟོན་གྱིན་གྱི་རིག་པ་དང་ལྡན་པའི་གྱི་ཚིག་སྟོན་གྱིན་བརྗོད་ན་དེ་དེ་ཉིད་སྟོན་པ་ཡོངས་སུ་འཛིན་གསུང་གི་རོ། ད་དེའི་གར་གསུང་བ་ལ་ན་ཤུགས་ཀྱིས་བཅོམ་ལྡན་འདས་ཁྱེད་རང་གིས་གསུང་དེ་རིག་པའི་གནོད་པ་མེད་པའི་གྱི་གཞུང་སྟོན་གྱིན་གྱི་རེད་བཞག། ཕྱི་རོལ་དྲང་སྲོང་སེར་སྐྱ་པ་ལ་སོགས་པ་དེ་ཚོ་རིག་པའི་གནོད་བྱེད་འདུག་དེ་ཡིན་དུས་ངས་སྟོན་པ་འཛིན་གྱི་མེད་ཟེར་ད་ཤུགས་ཀྱིས་དེ་བསྟན་གྱི་ཡོད་རེད་བ། ཤུགས་ཀྱིས་སྟོན་པ་བཅོམ་ལྡན་འདས་ཁྱེད་རང་ངའི་སྐྱབས་དང་མགོན་ཡིན་ཟེར་གི་རེད། ཁྱེད་རང་པས་རིགས་པས་གནོད་པ་མེད་པའི་གེགས་དང་ཐར་པ་དམ་བཅས་རིགས་པས་གནོད་པ་མེད་པའི་ཐོག་ནས་གདུལ་བྱ་ཐར་པའི་ལམ་ནི་ཁྲིད་ཉན་གྱི་རེད་ཤཱས། རེ་བ། དྲང་སྲོང་སེར་སྐྱ་པ་ལ་སོགས་པ་དེ་ཚོ་རིགས་པས་གི་སྒོ་ཀུན་ནས་གནོད་བྱས་ནས་སྐྱོན་མ་དོ་ཡོན་ཏན་མེད་དུ་ཉན་གྱི་རེད་ཤཱས་བྱས་ནས་ད་དེ་འདྲ་གསུང་གི་འདུག་བ་དེ་ནང་བཞིན་བྱས་ནས་ད་ད་ད་བསྟན་བཅོས་ཁ་ཐུག་དེ་ལ་ཡང་རང་གི་བསྟན་བཅོས་དང་གཞན་གྱི་བསྟན་བཅོས་ཟེར་ཏེ་བརྗོད་བྱ་ཡག་པོ་ཅིག་བརྟག་དཔྱད་བྱས་པའི་ཐོག་ནས་དེ་ནས་རང་གི་བསྟན་བཅོས་དེ་ཉམས་ལེན་བྱས་གཞན་གྱི་བསྟན་བཅོས་དེ་ཁོང་ཁྲོ་གི་ཐོག་ནས་དོར་བ་མ་ཡིན་པ། རེ་བ། བཙལ་བའམ་རེ་བ། བརྩེ་བའི་གི་ཐོག་ནས་དེ་ནི་གཞན་གྱི་བསྟན་བཅོས་ལ་ད་ཅི་གི་ཚུ་རིག་པའི་ཐོག་ནས་ཚར་བཅད་དེ་ནི་བྱེད་ཆོག་གི་ཡོད་རེད་མ་གཏོགས་ཁོང་ཁྲོ་གི་ཐོག་ནས་བྱས་པས་ན་རང་ལ་གནོད་གི་ཡོད་རེད་རོ། རང་གཞན་གཉིས་ཀ་ལ་གནོད་གི་ཡོད་རེད་སངས་རྒྱས་བསྟན་པ་ལ་གནོད་གི་ཡོད་རེད་རོ། འོ་དེ་འདྲས་གསུང་མི་ས་རེད། དེ་བྱས་གདུལ་བྱ་ཀུན་གྲོལ་རྣམ་ཟད་དེ་རྣམ་འབྱོར་དཔའ་བའི་རྒྱུན་དུ་གྲོལ་བར་འགྱུར། ད་དེ་གི་རྩ་བ་དེ་རྩ་བ་དེ་གཉིས་ན་ལོ་ལ་ཆགས་སྡང་བྱས་ཡོད་མ་རེད། ཆགས་སྡང་བྱས་ཡོད་མ་རེད་ལ་སྒྲ་སངས་རྒྱས་པའི་བསྟན་པ་དང་ཕྱི་རོལ་པའི་བསྟན་པ་གཉིས་དེ་ལ་ཆགས་སྡང་བྱས་ཡོད་མ་རེད། ང་ཚོས་ཆགས་སྡང་སྤང་དགོས་རོགས་ཆགས་སྡང་མ་སྤངས་པར་དགྲ་བཅོམ་པའི་གོ་བ་འཐོབ་ཡ་ཡོད་མ་རེད་བ། ཆགས་སྡང་ཟེར་ཡ་དེ་གདུལ་བྱ་ཞིག་དང་སྤང་དགོས་ཡོད་རེད་དེ་སྤང་དགོས་དགོས་དུས་རང་གི་བསྟན་པ་ཡག་པོ་རེད་གཞན་གྱི་བསྟན་པ་ཡག་པོ་མ་རེད་ཟེར་དུས་སྡང་བ་བྱེད་བསྡད་པས་ན་ཆགས་སྡང་གི་བློ་བྲིད་བསྡད་པས་ན་ཐར་པ་འཐོབ་ཡ་ཡོད་མ་རེད་དེ་འདྲ་ཡིན་ཙང་ད་ནམ་ཕྱོགས་ཀྱི་ཆགས་སྡང་བྱས་པས་ན་སྐྱོན་ཡོང་གི་ཡོད་པ་ཤེས་བདག་ཆགས་སྡང་སྐྱེ་ཡ་གི་རྩ་བ་འདྲ་བོ་དེ་མ་རེག་པ་ཡིན་པ་ཤེས། མ་རེག་པ་ཡིན་དུས་མ་རེག་པའི་འཛིན་སྟངས་འགལ་བའི་བློ་དེས་བདག་མེད་པར་རྟོགས་པའི་བློ་དེ་དེ་རྒྱུད་ལ་སྐྱེས་པས་ན་དེ་ནི་གོ་བ་ལས་མྱུར་དུ་འཕྲོ་འདུག་གི་རེད་གསལ་བྱེད་རེད། རེ་བ་དེའི་ཆེད། དེ་ནས་དེའི་ཞུ་སྒོ་ལ་ཡང་བདག། ག་ཚོད་གྲ་མ་དྲེགས་པ། ང་རང་སུ། མི་འདོད་པའི་སྡུག་བསྔལ་ཡོང་ཡ་གི་རྩ་བ་འདྲ་བོ་གྲ་མ་དྲེགས་པ་ཡོང་ཡ་གི་རྩ་བ་འདྲ་བོ་དེ་ག་རེ་རེད་ཟེར་དུས་བདག་རྩ་བ་ངོས་འཛིན་པའི་གཞུ་རྩ་བ་ངོས་འཛིན་པའི་གཞུང་དེ་བདེ་རེ་བཞག་ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ། རྟགས་ལས་འབྱུང་བ་བློ་ཡིས་མཐོང་གྱུར་ཅིག། བདག་ནི་འདི་ཡི་ཡུལ་དུ་རྟོགས་བྱས་ནས། རྣལ་འབྱོར་པ་ཡིས་བདག་ནི་འགོག་པར་བགྱི། གསུངས། འདུ་བྱེད་དང་བདག་ང་ཚོ་ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ་ཟེར་གྱི་ད་ལྟ་དེའི་ངོ་ལ་ཞུ་བ་ན་ཆགས་སྡང་གི་བློ། རེ་བ་ཆགས་སྡང་གི་བློ་ཡིས་མཚོན་པའི། ཆགས་སྡང་གཉིས་ཀྱིས་འདྲེན་པས་ཀྱི་བདག་ཉེ་བའི་ཉོན་མོངས་མང་པོ་འཇིག་མུ་ཐུ། ཉེ་བའི་ཉོན་མོངས་མང་པོ་བརྗོད་རེ་དེ་དང། དེ་ནས་ང་རང་སུ་མེད་ལ་མཚོན་པས་ན། ཆགས་སྡང་ཉོན་མོངས་གཉིས་ཀྱིས་མཚོན་པས་ཆགས་སྡང་ཉོན་མོངས་ཀྱིས་མཚོན་པས། དེ་ནས་ང་རང་སུ་མེད་ལུས་བདེ་ཐོབ་པའི་སྐབས་དེ་ལ་ཡང་བྲག་དམར་དྲེགས་པའི་སྐྱོན་སྣ་ཚོགས་པ་ཡོང་དེ་ཡང་སྦྱོར་བ་སྐྱོན་སེལ་དུས་ག་ལ་ང་རང་སུ་མེད་ལ་ཆགས་ཞེས་པ་ན་སྐྱེ་རྒ་ན་འཆི་གི་སྡུག་བསྔལ་རྩ་བར་གྱུར་པའི་གེགས་སྡུག་བསྔལ་མང་པོ་བྱུང་ངུ་འདུ་བ་དང་འདྲ་རེ་བ་བྲག་སྤྱི་ཚོགས་དེའི་ནང་ལོགས་ལ་བྲག་དམར་དྲེགས་པ་ཟླ་གཅིག་གི་རྐྱེན་བག་ཕྱེ་མང་པོ་ཞིབ་ཡོང་གི་འདུག་དུས་ཚོད་གང་འགར་ཡོང་ཡག་གི་རྩ་བ་ག་རེ་ཟེར་ན་མ་ལུས་འཇིག་ཚོགས་ལགས་ད་དེ་མ་ལུས་པ་ཐམས་ཅད་གྲ་མ་འཁྲིག་པའི་གི་སྐྱོན་མ་ལུས་པ་ཐམས་ཅད་འཇིག་ཚོགས་ལ་བརྟེན་ནས་ཡོང་གི་ཡོག་རེད་སི་ཏཱ་ལས་འབྱུང་བ་བློ་ཡི་མཐོང་འགྱུར་ཅན་ཟེར་བ་འཇིག་ཚོགས་གི་ལྟ་བ་ལ་བརྟེན་ནས་བྱུང་བ་ཡིན་པ་དེ་ད་ཧ་གོ་བ་བྱེད་གི་ཡོག་རེད་བ་ཧ་གོ་བ་བྱེད་གི་ཡོག་རེད་ད་རེད་བ་ཧ་གོ་བ་ད་ཅིག་གི་འཇིག་ཚོགས་འཇིག་ཚོགས་ལ་ལྟ་བ་ཟེར་དུས་ག་རེ་ཟེར་ན་སོ་སོ་དང་སོ་སོ་གི་ཕུང་པོ་ལ་དམིགས་ནས་ང་ངའི་ཕུང་པོ་ཟེར་མི་འདོད་དེ་ང་ཚོའི་ག་དུས་ནས་སེམས་ཅན་སེམས་ཅན་སོ་སོ་སོ་སོ་ལ་ཡང་ཕུང་པོ་གཅིག་ཡོད་རེད་སོ་སོ་ཡི་ཕུང་པོ་ལ་བརྟེན་པའི་ང་རེ་ཡོད་རེད་བ་དེའི་དུས་ང་རྩ་ཆེན་པོ་དང་ང་དཔེ་ཡག་པོ་བརྩི་ཡག་གི་ང་གཅིག་དང་ཕུང་པོ་གཅིག་འདུག་ཨ་སོ་སོ་ལ་འོ་ད་དེ། ཅེས་ཀྱི་རྒྱུ་དང་རྐྱེན་ལྟོས་པ་མེད་པའི་ཡུལ་གྱི་ངོ་ནས་འཁྲུལ་པ་འཛིན་པའི་འཛིན་པ་དེ་ལ་གཅིག་ལྟ་ཟིག་རེད་གཅིག་ཚོགས་ལ་ལྟ་བ་ཟིག་རེད་ད་དེའི་དབང་གིས་འགོར་བ་དེའི་དབང་གིས་ང་ལ་ཆགས་པ་བ་གཞན་ལ་སྡང་བ་ཡོང་གི་འདུག་བ། རེ་བ། ཡུངས་ཀར་བ་ཉོན་མོངས་སྐྱེས་སྟངས་དེ་དེ་རེ་བ། དེ་ཡིན་དུས་ག་ལ་སློབ་དཔོན་ཆོས་རྗེ་གྲགས་པའི་གིས། ཨུའམ། གར་ཟེར་བ་དེ་ཚད་མ་རྣམ་འགྲེལ་ན་བདག་ཡོད་ན་ནི་གཞན་དུ་ཞེས་བདག་གཞན་ཕྱག་ལས་འཛིན་དག་ན་དེ་དག་དང་ནི་ཉོན་འབྲེལ་དེ་དག་དང་ནི་ཡོངས་འབྲེལ་ཉེ་བར་ཀུན་ཏུ་འབྱུང་བར་གྱུར་གསུང་ཡང་དེ་རིང་དུ། དེ་ཡིན་དུས་བདག་འགོང་པོ་ཀླུ་སྒྲུབ་ཀྱི་རྩ་ཤེ་ན་ལོ་ལ་ལས་དང་ཉོན་མོངས་ཟད་བས་དང་ལས་དང་ཉོན་མོངས་རྣམ་རྟོག་ལས་དེ་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་ཀྱིས་འགགས་པར་གྱུར་ཟེར་ཡ་གིས་དེའི་ག་དུ་བདེན་བཞི་ངོ་སྤྲོད་ན་དེ་ན་ལས་རྩ་བ་མ་རེག་པ་དེ་ངོས་འཛིན་ཡིན་དགོས་དོ། དེ་ཡིན་དུས་བདག། འཇིག་ཚོགས་ལ་བརྟགས་ལས་འཇིག་ཚོགས་ཀྱི་ལྟ་བ་ལས་བྱུང་བ་མཐོང་ཟིན་ད་དཔྱད་པ་ཡག་པོ་བྱས་ཡོང་དུས་ཉོན་མོངས་ཀྱི་རྩ་བ་འདྲ་བོ་དེ་འཇིག་ཚོགས་ལ་ལྟོས་པའི་ལྟ་བ་དེ་རེད་ཤག་དེ་ལ་བརྟེན་ནས་ད་བྱེད་ཀྱི་སྐྱོན་ཆགས་སྡང་གི་བློ་སྐྱེ་ཡོང་གི་འདུག་དེ་ལ་བརྟེན་ནས་དུས་ངན་གྱི་རྣམ་གྲངས་མང་པོ་ཞིག་ཡོང་གི་འདུག་བསམ་པ་མཐོང་འགྱུར་ཞིང་མཐོང་བ་བྱེད་མཐོང་བ་བྱེད་དགོས་ཀྱི་རེད་ད་མཐོང་བ་བརྟག་དཔྱད་བྱས་ནས་མཐོང་གི་ཡོད་རེད། དེ་ནས་བདག་ནི་དེའི་ཡུལ་དུ་རྟོག་བྱས་ནས་ཟད་དེ་བདག་ཟད་དེ་ང་ཚོ་ཕུང་པོ་ལ་བརྟེན་ནས་བཏགས་པའི་ངག་ཙམ་དེ་ད་འཇིག་ལྟ་གི་དམིགས་ཡུལ་དེ་རེད་བ། འཇིག་ལྟའི་དམིགས་ཡུལ་ངག་དེ་རེད་ད། སོ་སོ་གི་ཕུང་པོ་ལ་བརྟེན་ནས་བཏགས་པའི་ངག་ཙམ་དེ་འཇིག་ལྟ་གི་དམིགས་ཡུལ་དེ་ལ་དམིགས་ནས། དེ་ནས་རང་ངོ་ནས་གྲོལ་བར་འཛིན་པའི་འཛིན་པ་ཅིག་སྐྱེ་གི་ཡོད་རེད་བ། དེ་ཡིན་དུས་ད་རེ་ངོ་འཇིག་ལྟའི་དམིགས་ཡུལ་བདག་འདུག་འཇིག་ལྟ་གི་དམིགས་ཡུལ་བདག་དེ་ཉིད། རང་ངོ་ནས་འཁྲུག་འདུག་མི་འདུག་ད་བདག་ཅི་བྱེད་དགོས་ཀྱི་ཡོད་རེད། བདག་འཇིག་རྟེན་དམིགས་ཡུལ་བདག་དེ་ཉིད་དེ་ནི་རྣལ་འབྱོར་པ་ཟེར་དུས་བདག་དེ་འདྲའི་བྱེད་དཔྱད་པ་བྱེད་ཉིན་གཟིགས་བར་བ་བདག་ཉོན་མོངས་ཀྱི་རྩ་བ་ག་རེ་འདུག་ང་ཚོ་སྡུག་བསྔལ་གྱི་རྩ་བ་ག་རེ་འདུག་ཉོན་མོངས་རིག་ཉོན་མོངས་ཀྱི་རྩ་བ་ག་རེ་འདུག་མ་རིག་པ་རིག་དེ་འདྲའི་བསམ་གཞིག་བྱས་ནས་ཐོས་བསམ་སྒོ་གསུམ་བྱེད་ཉིན་རྣལ་འབྱོར་པ་དེ་ཉིད་ཀྱིས་ད་འོ་ང་ཚོ་ཉོན་མོངས་ཀྱི་སྐྱོན་མཐའ་དག་གི་རྩ་བ་འདྲ་བོ་དེ་མ་རིག་པ་ཡིན་པ། མ་རེག་པ་དེ་གང་འབྲས་སུ་ལྡོག་གོ་ལགས་དུས་མ་རེག་པའི་གི་མ་རེག་པ་འཇིག་ལྟ་དེ་ཉིད་དམིགས་ཡུལ་བདག་དེ་ཉིད་ད་རང་ངོ་ནས་འཕྲོས་མི་འདོད་མི་འདོད་དཔྱད་པ་བྱེད་དགོས་རོ། ཕུང་པོ་དེ་གར་ཟག་ཉེ་བ་ང་རང་སོ་ང་ཟས་སྦྱོར་རོ་ཉེ་བ་ལེན་པའི་ཕུང་པོ་ལ་བརྟེན་ནས་ལྟ་བའི་ང་དེ་ད་འཇིག་ལྟས་ཀྱི་དམིགས་ཡུལ་ང་དེ་རེད་ད་དེ་འཇིག་ལྟས་སུ་བཟུང་བ་ན་ཞེ་སྡུག་མི་འདུག་འཇིག་ལྟ་དེ་ཉིད་ཀྱི་ཕུང་པོ་དེ་གར་ཟག་བདག་དེ་ཡུལ་སྟེང་ནས་འཕྲོས་པ་ཞེན་གེ་བར་ཞེན་པ་ན་ཞེ་མི་སྡུག་མི་འདུག་བརྟག་དཔྱད་བྱེད་དུས་ད་ཡུལ་མེད་བ་དེ་དེ་ནས་མེ་བ་དེ་མཐོང་བའི་དུས་དེ་ནས་འོ་དང་ཉེ་བར་ལེན་པའི་ཕུང་པོ་གི། ཕུང་པོ་ལ་བརྟེན་ནས་བཏགས་པའི་ངག་དེས་དེ་ནི་འཇིག་རྟེན་གྱི་ཡུལ་དེ་ནས་འཕྲོས་པ་གཞན་གྱི་བར་ཞེན་པ་ན་ཞིག་མི་འདུག་བསམ་པའི་གིས་ཉེ་བར་ལེན་པའི་ཕུང་པོ་ལ་བརྟེན་ནས་བཏགས་པའི་ངག་དེས་དེ་ནི་རྣལ་འབྱོར་པ་ཡི་དྭགས་ནི་འགོག་པར་བྱེད་སྲིད་དེ་དག་སའི་དེ་འང་རང་ངོ་ནས་བགྲོད་པ་རེད། རྣལ་འབྱོར་པ་ཡི་དྭགས་འགོག་པར་བྱེད་སྲིད་དུས། འཇིག་རྟེན་དམིགས་ཡུལ་གྱི་ཡི་དྭགས་དེ་འགོག་སྲིད་ཡོད་མ་རེད་བ། འཇིག་རྟེན་དམིགས་ཡུལ་གྱི་བདག་དེ་ཡོད་རེད་བ། འཇིག་རྟེན་དམིགས་ཡུལ་གྱི་བདག་དེ་གང་འདྲ་ཅིག་ཡོད་རེད་ལ་ན་ཐ་སྙད་དུས། མ་བརྟགས་མ་དཔྱད་པའི་ཚེ་ཡུལ་དེ་བ་གཅིག་མ་གཏོགས་བརྟགས་ཤིང་དཔྱད་པའི་ཚེ་མེད་དེ་ཉིད་གཅིག་རེད། དེ་ཡི་དུས་སྐབས་ལ། བརྟགས་ཤིང་དཔྱད་པའི་ཚེ་མེད་དེ་བ་གཅིག་འཇིག་རྟེན་གྱི་ཡུལ་སྟེང་ནས་འཕྲོས་པ་གཞན་གྱི་ཡུལ་དུས་ཐ་དད་ཡུལ་སྟེང་ནས་འཕྲོས་པ་མི་འདུག་ཟེར་ནས། ཉེ་བར་ལེན་པའི་ཕུང་པོ་ལ་བརྟེན་པའི་བརྟགས་པའི་ངག་དེས་རང་ངོས་ནས་འཕྲོས་པ་འགོག་པ་དེ་ལ་ཡང་རྣལ་འབྱོར་པ་ཡི་དྭགས་ནི་འགོག་པར་བྱེད། རེད་བ། རྣལ་འབྱོར་པ་ཡིས་བདག་དེ་འགོག་པར་བྱེད་པ་ཡིན་ན་དེ་ནི་ཉོན་མོངས་ཀྱི་རྩ་བ་གནོད་ཀྱི་ཡོད་རེད་བ། ཉོན་མོངས་ཀྱི་རྩ་བ་མེད་པར་གཟུགས་ཡོད་རེད་བ། ཉོན་མོངས་ཀྱི་རྩ་བ་མེད་པར་གཟུགས་ནི་ཆགས་སྡང་སྐྱེ་ཡ་མི་འདུག་བ། ཆགས་སྡང་སྐྱེ་ཡ་མེད་པ་ནི་དེའི་དབང་གིས་ལས་བསགས་ཡ་མི་འདུག་དེའི་དབང་གིས། སྐྱེ་རྒ་ན་འཆི་གི་སྡུག་བསྔལ་གྱིས་མཚོན་པའི་སྡུག་བསྔལ་རྣམ་གྲངས་མང་པོ་དེ་ཚོ་གང་ལ་དགག་སྒྲུབ་ཡོད་རེད་བ། དེ་ཡིན་དུས་རྗེ་རིན་པོ་ཆེ་གིས་རྟེན་འབྲེལ་བསྟུད་པའི་ནང་འདི་ཡོད་བ། འཇིག་རྟེན་གར་ཟག།

རྣལ་འབྱོར་པ་ཡིས་བདག་ནི་འགོག་པར་བྱེད། བདག་དེ་ནས་དེའི་ཞུགས་ལ་བདག་བདག་འང་རྫོགས། རྣལ་འབྱོར་པ་ཡིས་བདག་ནི་འགོག་པར་བྱེད་ཟེར་གྱི་བདག་དེ་རང་ངོ་ནས་གྲུབ་པ་རེད་རེད། བདག་ནི་དེའི་ཡུལ་དུ་རྟོགས་བྱས་ནས་ཟེར་བདག་དེ་འཇིག་རྟེན་སྨིན་ཡུལ་གྱི་བདག་ཐ་སྙད་དུ་ཡོད་པའི་ང་རང་སུ་བདག་ང་དེ་རེད་རེད། བདག་དེ་ང་འདོད་སྟངས་དེ་ཉལ་བ་ལེན་པའི་ཕུང་པོ་ལ་བརྟེན་པའི་ང་སྡུད་དག་སྦྱོར་བ་དག་དེ་ཁྱེད་རང་ཉིད་ཀྱིས་ཁྱེར་བ་ཡོང་གི་ཡོད་རེད་ད་ནང་པ་གིས་ག་འདྲ་འདུལ་བ་ལ་ན་ང་ཟེར་ཏེ། ཕུང་པོ་ལ་བརྟེན་ནས་བཏགས་པའི་ང་ཙམ་གྱིས་རེད་བ་ཕུང་པོ་ལ་བརྟེན་ནས་བཏགས་ཙམ་ཕུང་པོ་ལ་བརྟེན་ནས་གྲུབ་ཙམ་གྱིས་མ་གཏོགས་བཞག་གི་ཡོད་མ་རེད་བ་ད་ཁྱེད་རང་མུ་སྟེགས་པ་དེ་ལ་ང་སྡུད་དག་མི་འདྲ་བ་མང་པོ་ཡོད་རེད་ད་ང་སྡུད་དག་མང་པོ་མི་འདྲ་བ་མང་པོ་ཡོད་པའི་ནང་ནས་དང་པོ་ཁྱེད་རང་གྲངས་ཅན་པ་ཟེར་གི། ད་གྲངས་ཅན་པ་ཟེར་ཏེ་སྐད་གྲགས་ཆེན་པོ་ཅིག་རེད་མི་འདོད། འོ་ཁོང་གིས་ང་སྡོད་སྟངས་དེ་ལ་ང་སྡོད་སྟངས་དེ་ལ་བལྟས་ནས་དེ་ནི་ཕྱི་རོལ་མུ་སྟེགས་པ་གཞན་བཞིན་གྱིས་ངའམ་བདག་སྡོད་སྟངས་དེ་མི་འདྲ་བ་ཆགས་པ་རེད་ཟེར་གདའ་རྩ་བ་དེ་ཕྱི་མ་དེ་རེད། ཟབ་བོ་ལྟ་དགོངས་བྱེད་པོ་མིན་པའི་བདག་དེ་རེད་བ། ཟབ་བོ། ཟབ་བོ་ལྟ་དགོངས་བྱེད་པོ་མིན་པའི་བདག་ཡོན་ཏན་ཆ་མེད་མུ་སྟེགས་རྣམས་ཀྱི་རྟགས། དེའི་ཅུང་ཟད་ཅུང་ཟད་ལགས་དེ་ནི་མུ་སྟེགས་ལུགས་ནི། མུ་སྟེགས་མུ་སྟེགས་ཅན་རྣམས་ལུགས་ནི་ཐ་དད་འགྱུར། བདག་དེའི་གར་སོང་ལགས་ན་དང་པོ་ཕྱི་རོལ་གྲངས་ཅན་བོད་ཀྱི་བདག་འདུལ་སྟངས་དེ་ཞིག་ཡོད་རེད་ད་རང་པ་ནང་པ་སངས་རྒྱས་པའི་བདག་འདུལ་སྟངས་དེ་དང། གཅིག་གིས་གར་སོང་བར་དང་ངལ་བ་ལེན་པའི་ཕུང་པོ་ལ་བརྟེན་ནས་བཏགས་པའི་ངག་ཙམ་གྱི་རེད་བ་ད་དེའང།

འབྲས་བུ་ལོངས་སྤྱི་བོ་བུ་ཟ་བ་པོ་ཅིག་ཡིན་པ། རེ་བ། ཟ་བོ་རྟག་མོ་བྱེད་པོ་མིན་པའི་རྟགས། དེ་ནས་ཡོན་ཏན་བྱམས་མས། ཡོན་ཏན་དང་ལྡན་པ་མ་ཡིན་པ། ད་ཡོན་ཏན་ཟེར་དུས་ག་ལ་ཕྱི་རོལ་གྲངས་ཅན་པ་གིས་ཡོན་ཏན་དེ་ལ་གསུམ་བཞག་གི་འདུག་བ། ཡོན་ཏན་དེ་ག་རེ་ཟེར་ན། བདེ་བ་སྡུག་བསྔལ་གཏི་མུག་གསུམ་ཟེར་ཡ་གསོལ་རེད། འདི་ལོའི་མུན་པ།

ཡང་ན་བདེ་བ་སྡུག་བསྔལ་གཏི་མུག་དུས་ཚོད་གང་གི་ལོ། ཡོན་ཏན་མིང་གི་རྣམ་གྲངས་འདྲ་བ་ཞིག་འདུག་མིང་གི་རྣམ་གྲངས་འདྲ་བ་ཞིག་ལས་བདེ་བ་སྡུག་བསྔལ་གཏི་མུག། འདི་ལོ་མུན་པ་སྙིང་སྟོབས་ཨོ་ད་དེ་ཚོ་ད་བདེན་པ་མ་རེད་སེ་ལབ་ཤག་རེད་བ་དུས་ཚོད་ག་ཟེར་བ་ད། དེ་དག་བྱ། འོ་ད། དེ། འདོད་ལུས་མུན་པ། འདོད་ལུས་མུན་པ་སྙིང་སྟོབས་ཆེ། དེ་དག་ཆ་སྙོམས་པའི་གནས་སྐབས་ཅིག་མ་རེད། ད། བདག་གསལ་ཏེ། བདག་གསལ་ཏེ་གྲངས་ཅན་པའི་བདག་ཤེས་རིག་གི་སྐྱེས་བུ་ཟིག་ཏུའང་ཤེས་པ་ཡིན་པ། རིག་པ་ཡིན་པ། ད་དེ་འདྲའི་ཁས་ལེན་དགོས་བདག་ཤེས་རིག་གི་སྐྱེས་བུ་ཟིག་ཏུ། ད། བདག། ད་ཁེ་མཛའ་ཤེས་བཏུ་ག། བཟའ་བ་པོ་ཡིན་པ། རྟག་པ་ཡིན་པ། ཤེས་པ་ཡིན་པ། རིག་པ་ཡིན་པ། བདག་དེ་འདྲའི་ཞིག་གིས་དེ་ནས་འདོད་བློའི་མུན་པ། འདོད་བློའི་མུན་པ་སྙིང་སྟོབས་དེ་འདྲའི་གི་ཡོན་ཏན་དེ་ཚོ་ཆ་སྙོམས་པའི་གནས་སྐབས་མ་ཡིན་པ། འོ་བདག་དེ་འདྲའི་ཅིག་གིས། མུ་སྟེགས་པ་གིས་བདག་འདོད་གི་ཡོད་རེད་མུ་སྟེགས་པ་ས་གྲངས་ཤེས་པ་རྣམས་ཀྱིས་བརྟག་གི་ཡོད་རེད་ས་བདག་ས་དེ་འདྲའི་ཞིག་བཞག་གི་ཡོད་རེད་ས། དེ་འདྲའི་ཞིག་བཞག་པ་ལ་བརྟེན་ནས་དེ་ནས་དེའི་གི་དབྱེ་བ། བདག་བདག་གི་དབྱེ་བ་དེའི་ཅུང་ཟད་ཅུང་ཟད་ལ་བརྟེན་ནས་ཟེར་དུས་བདག་གི་འཇོག་མཚམས་ཟེར་ནས་མི་འདོད་བདག་གི་དབྱེ་བ་བཞག་སྟངས་ལ་བརྟེན་ནས་དེ་ནས་མུ་སྟེགས་པ་ཐ་དད་ཐ་དད་ཆགས་སུ་རེད་ས་ལུགས་ཐ་དད་ཆགས་སུ་རེད་ས། རེད་བ། ཅེས་དང། གར་སོགས་དང་མུ་སྟེགས་པའི་ལུགས་ཐ་དད་ཆགས་སྡང་དེ་དག་བསྡུས་སྟངས་མི་འདྲ་བའི་དབང་གིས་དེ་བཞིན་ཅུང་ཟད་ཅུང་ཟད་ལ་བརྟེན་ནས་སུ་དོ། དེའི་ཅུང་ཟད་ཅུང་ཟད་ཟེར་ན་བདག་གི་དབྱེ་བ་འཇོག་སྟངས་མི་འདྲ་བ་ཅུང་ཟད་ཅུང་ཟད་ལ་བརྟེན་ནས། དེ་ནས་མུ་སྟེགས་ཅན་རྣམས་ཀྱི་ལུགས་ཐ་དད་པ་དེ་འདྲ་ཆགས་པ་རེད། མུ་སྟེགས། རྒྱ་གར་ནང་ལོགས་ལ་མུ་སྟེགས་པའི་ལུགས་མང་པོ་ཞིབ་ཞུ་དོ། བྱང་ཆེན་པ། སྤྱིལ་པོ། མང་པོ་ཞིབ་དོ། བོ་ད། བྱེ་བྲག་པ། འོ་ད་རྒྱལ་པོ་སྤོ་སེ་མང་པོ་ཞིག་ཏུ་དུས་ཚོད་གང་གོ་ལོ། བདག་གི་བསྡུས་སྟངས་ཀྱི་དབྱེ་བ་མི་འདྲ་བ་འཇོག་མཚམས་ལ་བརྟེན་ནས་དེ་ནས་མུ་སྟེགས་ཀྱི་ལུགས་དུས་ཚོད་མི་འདྲ་བ་མང་པོ་ཅིག་དེ་འདྲས་ཆགས་པ་རེད་གསུངས་ཤག་འོ་ཡ་ད་དེ་རིང་རྩ་བ་འདི་བཞག་པར་བ།